དཔོན་ཏེ་ཚོགས་གཙོ་མཆོག་དམ་འབུལ་དང་འབྲེལ་བའི་ཐོག་ལས་གྲོས་ཆོད་དེ་འདྲ་དེ་བསྐྱར་འབྱེད་འདིས་ཁ་གསལ་གཅིག་ཞུས་ཡིན། དེ་འདྲ་ང་ཚོ་འདི་དམ་འབུལ་ཞུ་ཡས་འདི་མི་བ་སོང་ཙང་ནི་བཀའ་ལན་དང་འདི་ཚོ་བཀོད་མ་ཐུབ་བའི་གནས་ཚུལ་གྱི་རེད། འདིས་ག་ཚེ་དམ་འབུལ་ཞུ་སང་ཅིག་འདི་འདྲ་ཅིག་བཟོས་བྱས་ནི་བཀའ་ལན་དང་འདི་ཚོ་བཀོད་ཐུབ་གི་མི་བས་བཟོ་འགྲོ་ཅིག་ཧོབ་དེ་དག་ན་ཡོད་རེད་དེ། བཀའ་བློན་བཀའི་དེ་སྔོན་མ་ཟླ་བ་དགུ་གི་སྔན་ལས་ལས་རིམ་འགག་བསྡད་ཡ་རེད་བཀག་ནས་ལས་རིམ་འགག་བསྡད་ཡ་རེད། དེ་དུས་ཙམ་པ་བཀའ་བླིན་བཀའ་བློན་གི་ལས་རིམ་ལས་འགྱུར་བ་བཏང་ན་བཀའ་བློན་དེ་འདྲ་ཉུང་མཐའ་ལས་ཞི་ཡོད་བསྡད་བ་རེད། བྱས་ཙང་དེ་སྔོན་མ་ཨ་ནི་དམ་འབུལ་བྱེད་ས་མེད་བ་སོང་ཙང་ཨ་ནི་བཀའ་བློན་བསྐོས་མ་ཐུབ་བའི་དང་བཀའ་བློན་གི་གྲངས་འབོར་མང་ང་ཅིག་སླེབས་མ་ཐུབ་བའི་གནས་ཚུལ་དེ་ཆགས་ཀྱི་ཡོད་མ་རེད། ད་ག་ནང་བཞིན་གྱི། མང་གཙོའི་ཀ་བ་གསུམ་ནང་ལོགས་ལས་ག་རེ་ཟིན་ན་དབང་ཆ་ཆ་སྙོམས་ཀྱི་གནས་ཚུལ་ཅིག་ཡོང་གི་ཡོད་རེད། བཙན་བྱོལ་བོད་མིའི་དམངས་གཙོའི་ཀ་བ་གསུམ་ནང་ལོགས་ལས་ག་རེ་ཟིན་ན། སྲིད་སྐྱོང་ལྟ་བུ་གཅིག་བོད་པ་ཚང་མ་གི་འོས་བླུགས་སྐྱོག་གི་སྲིད་སྐྱོང་ཅིག་འཕེལ་བ་ཡིན་ན་རེད། སྤྱི་འཐུས་སུ་འདྲ་ཅིག་འཕེལ་བ་ཡིན་ན། ཆེས་འཐུས་ཁྲིམས་ཞིབ་པ་ཆེ་བའི་མདུན་ནས་དམ་འབུལ་མ་ཞུས་པ་ལས་སྲིད་སྐྱོང་བྱ་ཡ་ཡོད་མ་ལ་སྤྱི་འཐུས་ཡང་བྱ་ཡ་ཡོད་མ་རེད། འདིས་ཨ་ནི་ག་རེ་ཟིན་ན། དབང་ཆ་ཀ་བ་གསུམ་གི་དབང་ཆ་ཆ་སྙོམས་ཟེར་གི་གནས་ཚུལ་འདི། དགོངས་དོན་ཡིན་ན་རྩ་དོན་དེ་དུས་ཀྱི་ཐོག་ནས་ཡོང་གི་ཡོད་རེད་ཞུ་ཡ་ཡིན། བྱས་ཙང་དེ་ཡིན་དུས་ཙམ་པ། དེ་འདྲ་ང་ཚོ་དམ་འབུལ་བྱེད་ས་ཅིག་བྱེད་བ་ཟེར་བ་ཡིན་ན། འཕྲལ་སེལ་གྱི་དཀའ་ངལ་དམ་འབུལ་ཞུ་ས་ཅིག་དང་རག་གི་རེད་དེ། ད་ཉི་མ་དེ་ནས་བྱས་བྱས། ད་ཆོས་དུས་ཁྲིམས་ཞིབ་ཁང་ཡང་དགོས་ཡ་ཡོད་མ་རེད་དམ་འབུལ་ཞུ་ས་ནི་ཡོད་བ། སྲིད་སྐྱོང་ནི་ཆགས་འགྲོ་གི་རེད་སྤྱི་འཐུས་ནི་ཆགས་གི་རེད། འགན་འཛིན་ལྷན་ཚོགས་ནི་འཁོད་འགྲོ་གི་རེད་དམ་འབུལ་ཞུ་ས་ནི་ཡོད་བ་ཟེར་ལབ་གི་རེད་བ། དེའི་སྐབས་སུ་དམངས་གཙོའི་ཀ་བ་ཅིག་ཆགས་ཚར་རེད་ངས་ཁ་གསལ་ཞུས་པ། ང་ཚོས་ད་ལྟ་དམ་འབུལ་ཞུ་སར་བཟོ་ཡས་དེ། གནས་སྐབས་ཀྱི་ཁ་ན་བའི་སྐབས་སུ་གསོ་སྤི་བ་དེ་སྙིང་བཟང་ཆགས་བ་འགྲོ་ཆགས་ཀྱི་རེད་དེ། ཡིན་ནའང་དེའི་རྗེས་ལས་ཨ་ནི་ཁ་དཀྱོག་གི་རེད་ཟེར་དེ་ག་རེ་ཟེར་ན་དམངས་གཙོའི་ཀ་བ་ཅིག་དེ་འདྲ་ཆགས་བསྡད་རེད་ཆགས་པ་དེ་ནི་མེད་བ་ཆགས་རེད། ལ་ཡའི་གཏན་འཁེལ་རེད། ད་ག་རེད་ཆོས་དུས་ཁྲིམས་ཞིབ་པ་ཆེ་བ་སྒང་འདི་ལ་ང་ཚོ་གི་ཆོས་དུས་ཁྲིམས་ཞིབ་པ་ཆེ་བ་གི་འོས་ཆོས་སྒང་ལ་ང་ཚོ་བཀའ་མོལ་ཞུ་ཡོད་རེད་སྤྱི་དང་བྱས་ན་འདི་ག་རེད་གྲོགས་ཆག་གི་འདུག་ཟེར་ན། རྩིག་པ་ཕ་ལས་ཟེར་ནས་རྒྱག་རྡུང་བུ་ཟེར་དེ་རེད་འདས་པའི་གནས་ཚུལ་གནས་ཚུལ་བྱུང་ཡོད་རེད། དེ་འདྲ་ང་ཚོ་འོས་ཆོས་ཁེ་ཡ་དེ་མ་འོངས་པ་ཡོང་ངེས་གི་ཆོས་དུས་ཁྲིམས་ཞིབ་པ་ག་འདྲ་ཅིག་ཡོང་གི་འདུག་ཟེར་དེ་རེད་འདི་མི་སུ་ཡིན་ན་སླེབས་ཆོག་པ་རེད་འདི་འགྲོ་མ་ས། སྐབས་ནམ་ཡང་དུས་ནམ་ཡང་དན་ཏིག་ང་ཚོ་གི་གྲོས་ཚོགས་ཀྱི་རྣམ་པ་དེ་ལ་གཟིགས་པ་ཡིན་ན། དུས་ནམ་ཡང་ཆོས་འདུལ་ཁྲིམས་ཞིབ་པ་ཆེ་བ་གཅིག་དང་གཞན་གཉིས་ཁོང་རྣམ་པ་གཉིས་དལ་ཡོད་དལ་ཡོད་ལས་རྒྱུར་འཕོས་འགྲོ་གི་ཡོད་ན་དུས་ནམ་ཡང་ཡོང་ཡ་མི་བས་ཀྱི་རྣམ་པ་ཇི་ཐོན་ཡོང་གི་འདུག་ཨ། ཆོས་འདུལ་ཁྲིམས་ཞིབ་པ་ཕེབས་དགོས་ཡོད་ན་ཆོས་འདུལ་ཁྲིམས་ཞིབ་པ་གྱི་ད་ཡོད་བཅའ་ཁྲིམས་ནང་ལོགས་ལས་གསལ་བསྡད་རྒྱུ་དེ་ང་ཚོ་གི་ལོ་ཙེ་དེ་ཕག་དུས་ཡུན་དེ་ལོ་སུམ་ཅུ་རེད་དེ་དུས་ཡུན་རྫོགས་བར་དེ་བཞི་བཅུ་པག་གོ་དེ་ཉི་ཤུ་པར་གོ་དེ་གནས་སྟངས་གཅིག་རེད་ཡང་ན་འོས་ཆོས་འགྱུར་བ་དང་ཡང་གནས་ཐམ་ག་དེ་གཉིས་མན་དུ་ཡོད་མ་རེད་དེ་ཕག་བཞག་བྱས་དམ་འབུལ་ཞུ་ས་ཅིག་བཟོས་བ་ཡིན་ན་ཨ་ནི་བཙན་བྱོལ་བོད་མི་གིས་ང་ཚོའི་མང་གཙོའི་ཀ་བ་དེ་ཨ་ནི་ཁ་ས་ངས་ཞུས་པ་དེ་དག་རང་ཆགས་འགྲོ་དགོས་རེད་ད། ཉི་མ་དེ་ནས་བྱས་རྗེས། ད་བྱས་དུས་ཁྲིམས་ཞིབ་བ་དགོས་ཡས་ཡོག་མ་རེད་ཁྲིམས་ཞིབ་བ་ཆུ་བ་དགོས་ཡས་མ་རེད་ཆུང་བ་དགོས་ཡས་མེད་སའི་གནས་སྟངས་དེ་ཤར་གི་མ་རེད། བྱས་ཙང་འདི་རེད། དེ་ནི་བཀའ་ལན་དམ་པོ་བྱས་ཡས་མ་འཛིན་སྐྱོང་གི་གར་ཟིན་ན། ལས་དོན་ལི་ཐུན་ཤོར་འགྲོ་གི་ཡོག་རེད་ས་གསུང་བ་རེད། ཧོབ་དེ་དག་ནས་ཡིན་པ་འགྲོ་བྱེད་ཡོག་རེད། བཀའ་ལན་ངེས་མ་བཀོད་ཡས་ཀི་གོ་སྐབས་རག་ཡས་རེད་དེ་དུས་ཙམ་པ་དམ་པོ་ཞུ་ས་ཡོག་རེད། ཡིན་ན་ལས་རིམ་རྣམ་བཞག་འགྱུར་བ་འགྲོ་ཡས་མ་དེ་འདྲ་བཀག་ནས་དགག་བསྡད་ཡས་རེད་ད། ལས་རིམ་འགག་དེ་རིང་མ་འདུག། སྐབས་དེ་དུས་རྩོམ་པ་དམ་འབུལ་ཞུ་ས་མེད་དེ་ལྟ་འདི་ཆགས་བ་མ་རེད།